སྐུ་ཕྲེང་དྲུག་པ་དེ། འགྲོ་དོན་ག་ཏི་ལོ་ཆོས་དབྱིངས་སྲས་ཞུ་ཡི་དགེ་ལེགས་ལུགས། དུས་གསུམ་རྒྱལ་བ་ཀུན་གྱི་ཕྲིན་ལས་པར། རྫོགས་པའི་སངས་རྒྱས་ཉིད་ཀྱིས་ལུང་བསྟན་པའི། གཤེན་རྟའི་རི་བོ་དར་པའི་བསམ་གཏན་པ། བརྡ་ཡི་གཞོན་ནུ་དེ་ཡང་བདག་ར་ཡིན། རྗེ་བཙུན་བརྡ་ཡི་གཞོན་ནུ་ཆོས་རྒྱུད་སྒང་པོ་པའི་སྐྱེ་བ་བཞི་པའི་ལོ་རྒྱུས་གསུམ་ནས། སྙུན་གྱི་དུས་སུ་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་ཚེ། ཤཱ་ཀྱ་ཐུབ་པ་ཞེས་བཞུགས་པའི་སྐབས་སུ་ལོ་འཚོ་ཆེ་ཟླ་ཡུལ་གཞོན་ནུ་བུའི་གངས་ཅན་གྱི་ལྗོངས་ལུགས་ཆོས་རྗེ་དྭགས་པོ་ལྷ་རྒྱལ་པའི་ཆོས་ཉིད་ཡིན་པ་གཉིས་ཀྱི་པད་མ་དཀར་པོ་དང་ཏིང་ངེ་འཛིན་རྒྱལ་པོ་ལ་སོགས་པའི་མདོ་སྡེ་རྣམས་ལས། ཡང་ནས་ཡང་དུ་བསྔགས་པའི་ལུང་གིས་གྲུབ་པར་མ་ཟད། ཨུ་རྒྱན་གུ་རུ་རིན་པོ་ཆེ་ཀྱི་ཞལ་ལས་ཨུ་རྒྱན་ང་ནི་སྙེམས་མའི་ལྷ་རྗེ་རིགས་ཀྱི་དར་བའི་རིགས་ལ་དོན་སྒོམ་ཆུ་གཅིག་ཕྱུང་ཟེར་ཞབས་དྲུང་རིན་པོ་ཆེ་གི་སྐུ་གོང་མ། སྐུ་ཕྲེང་དྲུག་པ། ཆོས་རྗེ་སྒམ་པོ་པ་ཆོས་ཉིད་སྦས་ཡིག་སྐབས་སུ་ཀླུ་ཨུ་རྒྱན་གུ་རུ་རིན་པོ་ཆེ་ཀྱི་ཞལ་ལས། ཨུ་རྒྱན་པདྨ་བཅུ་གནས་ལྔ་ཆོས་རྗེ་སྒམ་པོ་པའི་ཁྱེའུ་བཞི་སྟེ་བཅུ་གཉིས་གཉིས་མི་ཟད་གུ་རུ་རིན་པོ་ཆེ་ཁོ་རང་གིས་ཞལ་གྱིས་བཞེས་ནུས་པ། དག་སྙེ་པོ་ན་ལུ། ཞབས་དྲུང་རིན་པོ་ཆེ་སྟེ། འཕགས་པ་སྤྱན་རས་གཟིགས་དང་ཨུ་རྒྱན་གུ་རུ་རིན་པོ་ཆེ་གཉིས་ཟུང་དུ་འཇུག་པའི་རྒྱུ་རྣམ་འཕྲུལ་ཡིན་པ་ཡང་དེ་གིས་གྲུབ་པས། དེ་ལས་ཆོས་རྗེ་སྒམ་པོ་པའི། སྐྱེ་བོ་བཞི་སྟེ་བྱོན་པའི་སྐབས་སུ་ལུགས་འཁྲུངས་ཡིན་དྭགས་པོ་སྙེ་བོའི་ལོ། ཡབ་སྙི་བ་རྒྱལ་པའི་སྲས་ལུགས་འཆི་ལོ་ཆིག་སྟོང་བརྒྱ་མེད་བདུན་ཅུ་དོན་དགུ། རབ་བྱུང་དམ་པའི་སར་ལུགས་ལོ་ཆོས་རྗེ་སྒམ་པོ་པ་སྐུ་འཁྲུངས་དྲུག་ཡིན། དགུང་གྲངས་སུམ་ཅུ་སོ་གཉིས་ཀྱི་བར་དུ་སྨན་གྱི་འགྲོ་དོན་བསྐྱངས་ཏེ་པའི་དྲུང་འཚོ་བའི་ཞུ་བདག་ཡིན། དེ་ལས་ཁྱིམ་གྱི་བྱ་བ་སྙིང་པོ་མེད་པར་གཟི་ཞིམ་ན་ལེན། དམ་པའི་ཆོས་ལུགས་ཅན། བཀའ་གདམས་ཀྱི་རྒྱལ་ཡིག་ཤིན་ནན་སུ་ལའི་བཀའ་གདམས་ལུགས་ཀྱི་ཆོས་འཁོར་དེ་སུ་སེམས་དཔས་ཀྱི་སྐབས་རྗེ་བཙུན་མི་ལའི་མཚན་མཐུས་ཤིན་ན་ལའི་ལ་ཆེ་ཕྱུག་པ་ལུ་རྒྱལ་བ་བྱོན། རྗེ་བཙུན་མི་ལའི་ཞབས་བརྒྱད་བརྒྱུད་པའི་གསོལ་ཁར་སིམ་པ་དགོངས་འདུས་པའི་སྲས་ཀྱི་ཐུ་བོ་ཟུང་ཤིན་ན་ལ།

དཔལ་ལྡན་དྭགས་པོ་བཀའ་བརྒྱུད་སྲིད་ཡོངས་སུ་གྲགས་པའི་དགེ་རིང་ལུགས་མཚུངས་ཟླ་མེད་པ་འདི་གངས་རི་གི་ཁྲོད་དུ་དཔལ་བེ་དགེ་ཐར། སློང་མ་བསམ་གྱིས་མི་ཁྱབ་པ་ཁྱོད་འདི་བས། སློང་མའི་གཙོ་བོ་ཕ་གྲུ་རྡོ་རྗེ་རྒྱལ་པོ་ལས་ཕ་གྲུ་བཀའ་བརྒྱུད་སྲིད། དཔལ་ལྡན་དུས་གསུམ་མཁྱེན་པ་ཀརྨ་པ་ལས་ཀརྨ་བཀའ་བརྒྱུད་སྲིད། ཞང་ཚལ་པ་བརྩོན་འགྲུས་གྲགས་པ་ལས་ཚལ་པ་བཀའ་བརྒྱུད་སྲིད། འབའ་རོམ་དར་མ་དབང་ཕྱུག་ལས་འབའ་རོམ་བཀའ་བརྒྱུད་སྲིད་བཀའ་བརྒྱུད་ཆེ་བ་བཞི། ཕ་སྤྲུལ་ལུང་མང་བསམ་གྱིས་མི་ཁྱབ་པ་ཡོད་པའི་ནང་ནས། འབྲི་གུང་ལྕོག་པ་འཇིག་རྟེན་མགོན་པོ་ལས་འབྲི་གུང་བཀའ་བརྒྱུད། ཐར་པ་བཀྲ་ཤིས་དཔལ་བ་ལས་སྟག་ལུང་བཀའ་བརྒྱུད། འགྲོ་རྒན་རྒྱལ་ཚབ་ཁུ་ཡོན་ལས་ཁྲོ་ཕུ་བཀའ་བརྒྱུད། གླིང་རི་པད་མ་རྡོ་རྗེ་ལས་གླིང་རའི་བཀའ་བརྒྱུད། སྨར་པ་ཤེས་རབ་སེང་གེ་ལས་སྨར་ཚང་བཀའ་བརྒྱུད། ཡལ་པ་རིན་ཆེན་བརྩེགས་པ་ལས་ཡལ་པ་བཀའ་བརྒྱུད། གཉན་ཕུ་གྱེར་སྒོམ་ཆོས་རྒྱལ་སེང་གེ་ལས་ཤུབ་སེང་བཀའ་བརྒྱུད། གསར་པ་ཡེ་ཤེས་སེང་གེ་དང་ཀློང་མ། རྒྱལ་བ་གཡའ་བཟང་པ་ལས་གཡའ་བཟང་བཀའ་བརྒྱུད། བཀའ་བརྒྱུད་ཆེ་བ་བཞི་ཆུང་བ་བརྒྱད། དེ་པའི་དྲ་གྲབ་ཡིན། བཀའ་ཆོས་ཆུང་ངུ་གཉིས་བསྡུས་ཀྱི་ལམ་སྲོལ་བཏོད་དེ་དཔལ་ལྡན་དྭགས་པོ་བཀའ་བརྒྱུད་ཅེས་ཡོངས་སུ་གྲགས་པའི་རིང་ལུགས་མཚུངས་ཟླ་མེད་པ་འདི་བྱུང་བཅུ་གཉིས། དེ་ལུགས་དགོངས་ཤིང་ནང་དཔལ་ཆེན་ནཱ་རོ་ཏཱ་པ་ཀིའི། སེང་གེ་ཆུང་གི་ཕྲུག་གུ་བཞིན་སློང་མ་ཡས་བྱང་ཡང་སློབ་བཟང། རྗེས་སྒྲ་སྦྱོར་གྱི་རྒྱལ་པོ་མར་པ་ལོ་ཙཱ་གྱིས་རྗེ་བཙུན་མི་ལག་གི་རྨི་ལམ་ལུང་བསྟན་པའི་སྐབས་སུ་ལོ་རྒྱུས་དེ་ལ་བུ་གཅིག་སྐྱེས་པ་དེ་བུ་ཀྲེང་གི་དོ་མེད་ཁྱུ་ཡིན་སྟབས། བྱ་ཕྲེང་གི་ནམ་མཁའ་གང་བ་དེ་བཀའ་བརྒྱུད་ཀྱི་བསྟན་པ་དར་བ་ཡིན་ཞེས་པའི་ལུང་བསྟན་དུས་ཀླུ་ཕབ་སྡེ་པས་རྗེ་སྒམ་པོ་པ་དེ་གིས་བཀའ་བརྒྱུད་ཀྱི་བསྟན་པ་སླར་ནས་སླར་སྤེལ་བར་མཛད་ནའི། སྐུ་ཕྲེང་བདུན་པ་དེས་འགྲོ་དོན་ག་དུས་ལོ་ཆུང་ཡིན་སའི་ཞུ་ཡིག་གི་གླེང་ལུགས། གངས་རིའི་རྒྱུད་དུ་རྡོ་རྗེ་གདན་བསྐྱོད་ལ། གྲུབ་པ་སངས་རྒྱས་སྟོང་གི་རྣམ་རོལ་བ། ལུས་ཅན་མཆིས་ཀྱི་སྐལ་བ་བཟང་མཛད་པ། འགྲོ་གི་འགྲུབ་པ་དེ་ཡང་བདག་ར་ཡིན། ཆོས་རྒྱུད་འབྲུག་ཡུལ་མགོན་པོ་གཙང་པ་རྒྱ་རིགས་ཀྱི་སྐྱེ་བ་བཞི་པའི་ལོ་རྒྱུས་གསུངས་མེད། ཕ་ཡུལ་དཔེ་སྒྲུབ་ཡོངས་ཀྱི་གཙོ་བོ་པན་ཆེན་ནཱ་རོ་སྟག་པ་དང་གངས་ཅན་བཀའ་བརྒྱུད་སྤྱི་འཐུས་གཙུག་རྒྱན་མཉམ་མེད་དྭགས་པོ་ལྷ་རྗེ་གཉིས་ཀྱི་རྣམ་འཕྲུལ་བས་བཙུན་མའི་ལུས་འགྱུར་གྲུབ་པའི་དོན་གྱིས་གདམས་པའི་མངའ་བདག་ཆོས་བརྒྱུད་འབྲུག་ཡུལ་མགོན་པོ་གཙང་པ་རྒྱ་རི་སེ་ཡུལ་དང་དུང་དང་ན་བཟའ་ལའི་མཚན་དུ་ཆགས་པ་ཡིན། ཡུལ་གཙང་ལས་པའི་ནི་སྡེ་དགེ་གཙང། གདུང་བརྒྱ་ལེགས་པའི་ཉི་ཟླའི་གིས་བརྒྱ། ན་བཟའ་རས་དཀར་གཞི་མེད་ཀྱི། བརྒྱུད་པ་རྫི་མེད་པའི་ཉི་ཟླའི་གིས། རས་གཙང་པ་བརྒྱ་རེ་སེ་ཚིག་འཆགས་བསྡད་པས། དེ་ཡང་བཅོམ་ལྡན་འདས་ཀྱི་ལུང་ལས་ང་ཡི་འཁོར་རྒྱུད་ལོངས་བསུན་ནམ་གཉིས་པོ་ཞེས་བྱ་བ་འདི་ཉིད། མ་འོངས་པ་ན་བརྒྱ་ཞེས་བྱ་ཡི་གང་ཟག་མཆོག་ཏུ་གྱུར་པ་ལུང་བསྟན་པ་སྟེ། འཇམ་པའི་རྩ་ཡི་རྒྱུད་ལས། ང་ནི་མྱ་ངན་འདས་འོག་ཏུ་ལོ་ནི་སྟོང་ཕྲག་གསུམ་འདས་ནས་བསོད་ནམས་སྙིང་པོ་འདི་ཉིད་ནི། མི་བུ་སྙན་དུ་དྲན་ཏོ་རྒྱུད། གང་བྱིན་འགྲོ་ཡི་དཔལ་དུ་ཤར། རུས་ཀྱི་མིང་ནི་འཇའ་ཤེལ་བྲག། ཞེས་པ་དང། གཞན་ཡང། ས་གཞི་བྱ་ཡི་ལུང་པ་རུ། འཇའ་ཤེལ་བྱ་ཡི་གང་ཟག་ཕྱུག། ནཱ་རོའི་སྤྲུལ་པ་འབྱུང་བར་འགྱུར། ཞེས་པས་ནཱ་རོ་བོད་ཀྱི་སྤྲུལ་སྐུ་བས། འགྲོ་གིན་གཙང་པ་བྱ་རའི་ཆོས་ཉིད་ཡིན་པའི་ལུང་བསྟན། ཨུ་རྒྱན་རིན་པོ་ཆེའི་ཞལ་ལས། ནཱ་རོ་པཎ་ཆེན་འགྱུར་མེད་སྐུ་རུ་སྤྲུལ་པ་གཙང་པ་འཇའ་རིས་འབྲུག་དང་ར་ལུ་ཅུན་ཟེར་མཚན་རྟགས་བཅས་པའི་ལུང་བསྟན་གསལ་བར་མཛད་པའི་དཔལ་ལྡན་སྒྲུབ་པ་འདི། གཙང་ཕྱོགས་ཧྭ་ཝེ་གང་ཟག་གི་རྒྱུད། ཉང་སྟོད་ས་རའི་གཞིས་སྤེལ་གྱི་ཡུལ་ལུང། ཡབ་རྗ་སུར་པོ་ཚ་དཔལ་དང་ཡུམ་མར་གཟའ་ད་གིན་གཉིས་ཀྱིས་བསད་པའི། སྟོན་པའི་འདས་ལོ་ཉིས་སྟོང་ཉིས་བརྒྱ་བཅོ་བརྒྱད་དང་སྤྱི་ལོ་ཆིག་སྟོང་ཆིག་བརྒྱ་དྲུག་ཅུ་རེའི་སྤྱི་དང་རབ་བྱུང་གསུམ་པའི་ལྕགས་སྦྲུལ་ལོ་སྐུ་འཁྲུངས། སྐུ་གཞོན་ནུའི་དུས་ལུགས། རྡོ་ཕུག་གཅིག་པུ་མཛད་དེ་ཆོས་འཆད་བས་ཀྱི་ཚུལ་མཛད་པའི་སྐབས་སུ་ཀླུ་རྡོ་ལུགས་ཞབས་རྗེས་གསལ་བ་ར་བརྒྱུད་དགུང་གྲངས་བཅུ་གཉིས་ལས་སློབ་པའི་གྲྭ་རུ་ཞུགས་འདུས་པའི་གཞུང་ལུགས་རབ་འབྱམས་སྨྲ་བ་ཡོངས་ཀྱི་རྩེ་མོར་སོན། སྣ་ཕུག་ལུགས་གྲུབ་ཐོབ་གླིང་ཆེན་རལ་པའི་ཞབས་ལུགས་གཏུགས་བསྡུས་པའི་ཐུགས་ཡིད་གཅིག་ཏུ་སྒྲིལ་བར་བརྟེན་ལྷོ་བྲག་ཁ་ཆུ་ལུགས། སྒྲུབ་པ་སྣག་བཞུགས་པའི་སྐབས་སུ་ལུགས་སྒོམ་མེ་ཏོག་བི་གེ་ས་བདག་གི་རིགས་ཀྱི་ཐུགས་མཆོད་དྲུང་ལུགས་བརྟུལ་ཞུགས་རྒྱུད་སྤྱོད་པའི་གནས་སྒོ་འབྱེད་བསྡུས་པའི་འཁོར་ལོ་སྡོམ་པ་ཡབ་ཡུམ་གྱི་ཞལ་གཟིགས་ལུང་བསྟན་ཐོབ། ཤིང་སྡོང་མཁའ་འགྲམ་ཅན་ལུགས་བདེ་གཤེགས་སྤོ་བོ་བདུན་ལས་བསྟན་པའི་རྟེན་འབྲེལ་གྱི་ཆུའི་གསེང། སྣ་ཕུག་བྱང་ཆུབ་གླིང་ལུགས་བྱོན་པའི་སྐབས་སུ་ལུགས་གནས་འདི་ན་ལུགས་འབྲུ་དགུ། འབྲུ་སྦྲག་སྒྲོག་བསྡུས་པའི་ཕུ་ཡི་རྟེན་འབྲེལ་བསྐྱེད་པའི་གནས་དང་ཆོས་ལུགས་འབྲུག་གི་མིང་ལས་གྲགས་བསྡུས་པས་འབྲུག་ཞེས་པའི་མཚན་འདོགས་པར་མཛད། དུས་གསུམ་མཁྱེན་པ་གྲུབ་ཐོབ་གླིང་ཤེས་རལ་པ་དང་འགྲོ་མཁན་ཞང་རྒྱལ་ལུང་བསྟན་བཞིན་དུ་འབྲུག་དང་ར་ལུང། ཀློང་རྡལ་གསུམ་ཀླུ་གདན་ས་རིམ་པ་བཞིན་དུ་བཏབ་བསྡུས་པས་དེ་ན་ལུ་ཀ་རྒྱུད་ཀྱི་རིང་ལུགས་སྙིང་པོ་བཅུའི་བསྡུ་བསྡུས་པས་ཏུ་བ་སྒང་སྤོ་བོའི་ལུགས། གདམས་ངག་རལ་ཤུམ་པོའི་ལུགས། རྟེན་འབྲེལ་ཁོར་ཡུག་ལུས། གདམས་ངག་སྡོམ་པོ་གསུམ་དུ་དྲིལ་བསྡུས་པས་སྤེལ་བར་མཛད་ཅིང། རིང་ལུགས་བསྟི་གྱུར་པའི་བཀའ་བརྒྱུད་ཀྱི་བསྟན་པ་འདི། བྱ་རྒོད་པའི་ཉེ་ལམ་བཅོ་བརྒྱད་ཀྱི་བར་དུ་ཆར་པར་བརྡལ་བསྡུས་པས་དེའི་དབང་གིས་བོད་ལུགས། མི་ཕྱེད་ཀ་དེ་འབྲུག་པ་དབྱིངས། འབྲུག་པ་ཕྱེད་ཀ་དེ་སྤྲང་པོ་དབྱིངས། སྤྲང་པོ་ཕྱེད་ཀ་དེ་གྲུབ་ཐོབ་དབྱིངས་ཟེར་བའི་ཀྱི་ལོ་རྒྱུས་ཆུང་མིན་ཀུན་ལུགས་ལུང་ལྟར་གྲགས་བྲིས། དུས་གསུམ་མིག་གི་ལམ་སྲོལ་འགྲན་ཟླ་ཀུན་ལྟར་བྲལ་བ། དཔལ་ལྡན་རྣམ་རྒྱལ་ངག་རོག་གི་རིང་ལུགས་འདི་བྱུང་ཞིམ་མནའ་ལས་སྒྲུབ་པ་བཀའ་བརྒྱུད་པ་ཞིག་བོད་ཡུལ་མཐའ་ཡུལ་ཀུན་ལུགས་གྲགས་པའི་སྔ་ཕྱི་འགྲོ་བྱེད། ཆོས་བརྒྱུད་སྒྲུབ་པ་འདིའི་ཞབས་ལས་གྱེས་པའི་དགེ་སློང་མའི་གཙོ་བོ་དང་པོ་ཆེ་བ་དཔའ་སྤྱང་གཉིས། བར་དུ་ཆེ་བ་འཇའ་སྤྲེལ་གཉིས། ཐ་མ་ཆེ་བ་ལོ་གོས་གཉིས། དང་པོ། པ་ལྕང་སྦྱར་བྲེ་བཞི་ཀླད་པའི་རྒྱུས་པ་ལུ་བུ་ཆེན་རྒྱུས་རྒྱུས་པ། གཞན་ཡང་རལ་པ་རྣམ་གསུམ་རྣལ་འབྱོར་རྣམ་གསུམ་ཞིག་པོ་རྣམ་གསུམ། དམ་པ་རྣམ་གསུམ་བསྲེ་དབུགས་ཀླུ་བདུད་ཐོབ་ར་ཉིས་སྟོང་བགེགས་བྱ་ཡོད་པའི་སྲུང་མ་དང། བདུད་ཀྱི་སྡིག་པའི་ཤུགས་གོ་བི་གིས། འགྲོ་གིན་ཙམ་པ་བྱ་རལ་གྱི་སློང་མ། དེ་ཉིས་སྟོང་བགེགས་བྱ་ཡོད། ཨ་ནི་ལས་ཀྱི་མི་སུ་ལུ་བུ་ཆུང་རྒྱུས་རྒྱུས་པ། ཆེ་རྒྱུད་ཆུང་གི་གཉིས་སྡོམ་བཞི་ན་བར་དྲུག་ཉིས་བརྩེགས་ཀྱི་རྡུལ་བསལ། རྣམས་དང་ས་ཐམས་ཅད་གང་ཡིན་གྱི་རྒྱུ་མཚན་གྱིས་མ་ཡི་དཔེར་བླངས་བསླབ་ཡིན། རྒྱལ་བ་ལོ་རས་པ་གྲགས་པ་དབང་ཕྱུག་སློབ་རྒྱུད་དང་བཅས་པ་ལས་གྱེས་པ་དེ་སུ་ལུ་སྨད་སྤྲུལ་ས་ཡིག་དྲེགས་པ་སེ། རྒྱལ་བ་རྒྱུད་ཚང་པ་མགོན་པོ་གདུགས་ཀྱི་སློབ་རྒྱུད་དང་བཅས་པ་ལས་གྱེས་པ་དེ་སུ་ལུ་བཏུས་སྒྲུབ་རྣམ་རྒྱལ་དཀར་དམངས་སེ། དཔལ་ལྡན་སྒྲུབ་པ་བཀའ་བརྒྱུད་ཀྱི་རིང་ལུགས་འདི་ལུ་ལྟོས་དཀྲུགས། སྨད་དཀྲུགས། བར་དཀྲུགས་ཟེར་བའི་གི་མཐའ་ནི། དེ་ཡང། ལྟོས་སྨད་བར་གསུམ་ཐམས་ཅད་དེ་གི་ཆབ་ཡག་སོ་གཉིས་དེ་གི་ཏེ་ལྟོས་དཀྲུགས། གནམ་གི་སྐར་མ་སྨད་དཀྲུགས་ས་ཡིས་སྤྲས་པ་བར་དཀྲུགས་ཉི་ཟེར་གྱི་རྡུལ་ཟེར་བའི་གི་མཐའ་ནི་དེ་བས་ཅུང་བྱུག་ཡིན། དཔལ་ལྡན་སྒྲུབ་པའི་རིང་ལུགས་བདེ་སྐྱིད་པའི་སྨྱོན་བུའི་ལྟ་བུ་བཞིན་མངའ་རིས་སྐོར་གསུམ་བྱ་བདག་ཀོང་གསུམ་ལྷོ་སྨད་མཁའ་བཞི་སོགས་འཛམ་གླིང་གི་ཡུལ་གྲུ་ཕལ་ཆེར་ན་ཁྱབ་སྟེ་ཡོད་པ་མ་ཟད་རྡོ་རྗེ་གདན་གྱི་བྱང་ཤར་གྲུ་ཡུལ་དུ་གྲགས་པ་བདེ་སྐྱིད་མཚོན་དཔེ་གྱི་ནུབ་བྱང་ཁུ་ནུ་ག་ཤ་ཟངས་དཀར་ལ་དྭགས་ཀྱི་བར་དུ་བའི་འདམ་ངག་ལྡོམ་པོ་སུམ་ཁྲིད་ཀྱི་རིང་ལུགས་འདི་འཛིན་པའི་ཆོས་སྡེ་དར་ཞིང་རྒྱས་ལ་ཡུན་རིང་དུ་གནས་བདེ་བོས་ཡོད་པས། བཀའ་བརྒྱུད་འདིའི་ཤིང་རྟ་ཆེན་པོ་རྒྱ་གར་གྱི་པཎ་ཆེན་ནཱ་རོ་བཏགས་པ་དང། བོད་ཡུལ་གྱི་མཉམ་མེད་དྭགས་པོ་ལྷ་རྗེ་གཉིས་ཟུང་དུ་བཅུ་པའི་རྣམ་འཕྲུལ་པས། སླར་ཡང་ཆོས་བརྒྱུད་འགྲོ་ཡུལ་འགྱོན་པོ་གདུང་དང་ན་བཟའ་གྱི་མཚན་ཅན་འདི་བྱོན་སླད། དྭགས་པོ་བཀའ་བརྒྱུད་ཀྱི་བསྟན་པ་ཡོངས་རྫོགས་ཀུན་གྱི་རིང་ལུགས་གཅིག་ཏུ་སྒྲིལ་བའི་དགེ་སྤེལ་འདི་འགྲུབ་པའི་རིང་ལུགས། བཀའ་བརྒྱུད་ཆེ་བཞིའི་ཆུང་བརྒྱའི་ཚུལ་ལོ་མ་གྲགས་པའི་དགེ་བསྙེན་རྒྱུད་དང་ལུས་མེད་མཁའ་འགྲོ་གྱི་ཆོས་སྡེ་རྟེན་འབྲེལ་རོ་སྙོམས་བསྙེན་སྒྲུབ་སོགས་ཀྱི་ཁྱད་ཆོས་ལས་ཤ་གཅིག་དཔེ་འདི་སྒྲུབ་པ་བཀའ་བརྒྱུད་འདི་ལོ་ཡོད་པས་ཡིན། དེ་བས་ནི་དེ་གའི་དཔེ་འདི་སྒྲུབ་པ་བཀའ་བརྒྱུད་ཀྱི་རིང་ལུགས་འདི་དོན་གྱི་ཆེས་ཡིད་ཆེས་བར་སོང་ཡིག་རྒྱུ་མཚན་གྱིས་བཀའ་བརྒྱུད་སྐྱོན་གྱི་གཞི་མ་བས་གྲུབ་པ་ཡིན། དོན་དུ་བཀའ་བརྒྱུད་ཆེས་ཆེ་ཆུང་གི་ཙམ་དུ་མ་ཟད་སྒྲུབ་བརྒྱུད་ཀྱི་ཤིང་རྟའི་ལམ་སྲོལ་ཐམས་ཅད་ལས་ཀྱང་གདུལ་བྱ་དང་ཕྲིན་ལས། དཔལ་ལྡན་སྒྲུབ་པ་བཀའ་བརྒྱུད་དེ་ཕྱི་ཡི་དབང་བརྒྱུད་པས་བཀའ་བརྒྱུད་ཀྱི་བསྟན་པ་བྱ་ཉུལ་བའི་ཉེ་ལམ་ཕྱོགས་ཀྱི་བསམ་ལུགས་ཆབ་ར་གྲགས་པའི་རྒྱུ་མཚན་གྱིས་བོད་གངས་ཅན་གྱི་གཞུང་ལུགས་སྒྲུབ་བརྒྱུད་བསྟན་པའི་བཀའ་བབས་སྤྱི་བོ་ཉིད་དུ་གྱུར་དུས་སྙིང་པོའི་བསྟན་པ་དང་དབྱར་གྱི་དངོས་བོ་ཆད་ལྟར་ཡོངས་སུ་གྲགས་ལ་གྲགས་པ་དོན་དང་ལྡན་པ་ཅིག་བྱུང་ཡིན་སྲིད་གསུངས་ནས།